ཐུགས་རྗེ་ཀུན་སྣང་སྙོམས་པའི་བཅོམ་ལྡན་འདས་མཚན་ཙམ་ཐོས་པས་ངན་འགྲོའི་སྡུག་བསྔལ་ཟིན་ཐུགས་གསུམ་གནས་ཟིན་སངས་རྒྱས་སྨན་གྱི་ལྷ་བི་དུ་ར་ཡི་འོད་ལ་ཕྱག་འཚལ་ལོ། ཇི་སྲིད་ནམ་མཁའ་གནས་པ་ལྟར་འགྲོ་བ་ཇི་སྲིད་གནས་གྱུར་པ་དེ་སྲིད་བདག་ནི་གནས་གྱུར་ནས་འགྲོ་བའི་སྡུག་བསྔལ་བསལ་བར་ཤོག། རྒྱ་ཆེའི་གཟིགས་པ་པོ་ཡོངས་ལ་ཁྱེའུ་སྨན་པ་སྟག་ར་ངོས་ནས་ཐོག་མར་སྤྱི་ལོ་གསར་ཚེས་ཀྱི་འཚམས་འདྲི་དང་སྐུ་ཁམས་བཟང་ཞུ་ཡ་ཡིན། དེ་ནི་དེ་རིང། ད་འདི། ད་ལྟ་བར་དུ་གུས་པས་འཕྲོད་བསྟེན་གྱི་སྒང་ནས་གང་ལྟར་སྤྱི་ཚོགས་ལ་ཕན་པའི་སློབ་གསོ་དང་ལམ་སྟོན། ནི་ལྷག་པར་དུ་ང་རང་ཚོ་བོད་སྨན་དང་འབྲེལ་བའི་འདི་འདྲའི་སྐོར་ལ་བརྙན་ཐུང་ཞུས་བསྡད་ཀྱི་ཡོད། རྣམ་པ་མང་པོ་གཅིག་ཐུགས་སྣང་དང་རྒྱབ་སྐྱོར་གནང་འདུག་སྙིང་ཐག་པ་ནས་ཐོག་བརྗེ་ཆེ་ཞུ་ཡ་ཡིན། མུ་མཐུད་ནས་རྣམ་པ་ཚོས་རྒྱབ་སྐྱོར་གནང་རོགས་གནང། རྣམ་པ་ཚོ

གཙོ་བོ་འདི། ག་རེ་ཞུ་ཡག་ཡིན་ཟེར་ན། ཟླ་གཅིག་གི་ལོ་གསར་པ་རེད་དེ་འདྲ་གསུངས་ཙང་ང་རང་ཚོ་ལ་ཤེས་བྱ་གསར་པ་བྱེད་མི་མང་པོ་ཅིག་ལ་ཕན་ཐོགས་བྱུང་པ་ཡིན་ན་དགེ་མཚན་མཐོང་གི་འདུག་ལྷག་པར་དུ། ད་རེའི་ཉེ་ཆར། ཨེ་ནི། བོད་ནས་ང་རང་ཚོ་སྨན་པ་འདྲེས་པ་ཁག་ཅིག་དེ་ནས་ཚོ་བརྙན་ཐུང་མཇལ་ཡས་འདུག་ཁོ་ནང་ཚོ་ཁག་ཅིག་སྨན་སྦྱོར་སྒང་ལ་མཁས་པ་རེད་ཤག་ཁག་ཅིག་ཨེ་ནི་གཞུང་ལུགས་ཀྱི་སྒང་ལ་མཁས་པ་རེད་ཤག་ཁོ་ནང་ཚོ་ལ་སྙིང་ཐག་པ་ནས་ཐོགས་ཅི་ཆེ། ཕན་ཐོགས་ཆེན་པོ་འདུག་མུ་མཐུད་ནས་རྣམ་པ་ཚོས་དེ་འདྲའི་བཟོ་བ་ན་རོགས་ན་ཞུ་ཡག་ཡིན།

འཁྲུག་མེད་དང་བསམ་གྱི་འདུག་འདི་མ་ངས། གསལ་བཤད་ཞུ་འདོད་བྱུང་སོང། འདི་གསལ་བཤད་ཞུ་དུས་ཙམ་ནས་ཨེ་ནི། སྤྱི་ཡོངས་ཀྱི་ཤེས་བྱ་ཅན་མཉམ་དུ་མ་ཕུལ་བཞག་ན་ཕན་ཐོགས་ཆེན་པོ་ཡོང་གི་རེད་བསམ་གྱི་འདུག་རེད་བ། ད་ངས་ག་རེ་ཞུ་ཡང་ཡིན་ཟིན་གཙོ་བོ་འཛམ་གླིང་ནང་གྲངས་ཆེ་བའི་སྨན་ལུགས་བརྒྱད་ཀྱི་བྱུང་རིམ་མདོ་ཙམ་འོ་འདི་ཡིན། རེད་བ། ཁ་སང་རྒན་དབྱངས་དགའ་ལགས་ཀྱིས་ག་རེ་གསུངས་སོན་ལབ་པ་ཡིན་ན། Allopathic།

ཨེ་ནི། དེང་དུས་ཀྱི། གསར་འགོད་པ་ཚོ་ཡིན་ནའི་རེད། ཨེ་ནི་ཅི་མཁས་པ་ཡིན་ཡིན་མདོག་མདོག་བྱེད་ངེས་ཀྱི་ཡང་སློབ་སྦྱོང་ལྟས་ཡོད་ཟེར་མཁན་ཚོ་ཡིན་ནའི་རེད། སྤྱི་ཚོགས་ནང་ལོགས་ལ་ཡིན་ནའི་རེད། ཨེ་ནི། སྨན་ལུགས་ཚང་མ་ལ་གསོ་བ་རིག་པ་གསོ་བ་རིག་པ་ཟེར་བསྡད་ཀྱི་མདོག་འདི་བརྒྱ་ཆ་བརྒྱ་ནས་ཀྱང་ནོར་བ་རེད། དཔེར་ན། རྒྱ་མིའི་སྨན་ལ་གསོ་བ་རིག་པ་ལབ་རི་བས། རྒྱ་མིའི་སྨན་ལ། རྒྱ་མིའི་མེན་སི་ཀི་བ། ཨིན་ཇིའི་སྐད་ལ Chinese Medicine། རེད་པ། ཨོ། དེ་སོང་ཙང་ང་ཚོ་ཡིན་ན་ཀྲུང་ཡིའི་ལ་རུ་བ། དེ་འདྲ་སོང་ཙང། ཨེ་ན་ང་ཚོས། དེའི་རིགས་ལ་ང་རང་ཚོ་གི་བོད་པའི་ཐ་སྙད་ཡོད་པ་ཡིན་ན། དཔེར་ན་ཨ་ཡོ་ཝེ་དིག་གི་སྨན་ལ་ཚེ་ཡི་རིག་བྱེད་སི་ཀི་ར། ཚེ་ཡི་རིག་བྱེད་ཀྱི་སྨན་སི་ཀི་ར་བ་འདི། ང་ཚོ། གནའ་སྔ་མོ་ནས་དར་ཁྱབ་ཡོད་པའི་མིང་ཅིག་རེད། འདི་རང་སོར་བཞག་ན་འགྲིག་བར་ཞེན། ད་ལྟ་འདི་ནས་མ། གུས་པས་བཤད་བདེ་ཡག་གི་སྨན་ལུགས་བརྒྱད་འདི་ལ། རྒྱ་མིའི་སྨན་ཡིན་པ་ཡིན་ན་རྒྱ་མིའི་སྨན། དེ་ནས་ཡུ་ན་ནི་ཡིན་པ་ཡིན་ན་ད་ཡུ་ན་ནི་འདི་ལ་སྨན་གྱི་ལུང་པ་གི་བྱུང་ས་གི་འདི་སྟོན་ཡ་མི་དུས་ད་ནི་ཨེ་ནི་ཡུ་ན་ནི་སྨན་ཡུ་ན་ནི་སྨན་རེད་ཙན་སྒྲ་རང་སོར་བཞག་ན་ཡག་ག་འདུག་སྒྲ་རང་སོར་མ་བཞག་པ་ཚེ་ང་ཚོ་གི་ཟང་ཟང་པ་རི་དོན་དྲང་ནི་ཟང་ཟང་པ་རི་ཟེར་ན་ཟང་མདོག་ཁ་པོ་བྱས་ནི་སོ་སོའི་གཞུང་ལུགས་གི་མིང་འདི་མིའི་རྒྱལ་ཁབ་གཞན་གྱི་མིང་ལ་བེད་སྤྱོད་ལོག་པ་བཏང་ནི་ཟངས་མདོག་ཁ་བོ་ཆེ་མྱག་ཕུལ་ནས། འདི་ནི་ང་ཚོ་བོད་ཀྱི་སྨན་ལ་སོང་བ་རིག་པ་ལ་དཀའ་ངལ་འཕྲད་ཡ་དེ། དང་པོ་དེ་ནས་བྱུང་བ་རེད། ཐུགས་ཤུགས་དེ་ནས་བཏང་ཡོད། དེ་འདྲ་སོང་ཙང་ང་རང་ཚོ་བོད་ཕྱི་ནང་ཀུན་ལ་ཞུགས་མཁན་ཚང་མས། ང་ཚོའི་གཞུང་ལུགས་དང། ང་ཚོའི་རིག་གཞུང་དང་དམིགས་བསལ་གྱི་འཛམ་བུ་གླིང་སྤྱི་ལ་ཕན་ཐོགས་ཡ་གི་བོད་ཀྱི་གསོ་བ་རིག་པའི་འཕྲོད་བསྟེན་གྱི་མ་ལག་འདི། འདི་ནི་ཆབ་སྲིད་ཀྱི་ལག་ཆ་ལ་བེད་སྤྱོད་བྱེད་རྒྱུ་མི་འདུག་དེ་གཅིག་ཞུ་ཡ་ཡིན། ལ་ཕྱོགས་ཚང་མས། ད་ངས་ཞུ་ཡ་དེ། Chinese Medicine། རྒྱ་ཡི་སྨན། རྒྱ་ནག་གི་སྨན་གླུ། འདིས་དུས་རབས་གསུམ་པའི་ནང་དར་ལུགས། རྒྱ་ནག་གི་སྨན་འདི་དུས་རབས་གསུམ་པའི་ནང་ལ་དར་ཤག། དེ་ཡང་ད་ང་རང་གི་འདུག། མ་གཞི་རྨོངས་པའི་དབང་གིས་བཤད་པ་ནི་གཞི་གཙོ་བོ་ག་རེའི་སྒང་ལ་བཞག་ནས་སྨན་བཅོས་བྱེད་དུ་ལབ་ཡིན་ན། ཏུའུ་བལྟས་པ་ཡིན་ན་ཐབས་ཤེས། ཐབས་དང་ཤེས་རབ། ཨེ་ནི། མ་བུ་དྲ་གྲོགས་ཀྱི་སྐོར་ནས་གཞི་འདི་འདྲའི་ཅིག་ལ་བཅོལ་བའི་ཐོག་ནས།

ད་དར་བ་ཟེར་ཡ་ཚང་མ་ཨེ་ནི་ཅིག་དངོས་སུ་ཤུགས་རྡོ་གང་ལ་ཡོད་པ་དེ་འདྲའི་ཅིག་ལ་ངས་ངོས་འཛིན་ཞུ་གི་ཡོད་རེད་བ་ཅི་ལྟར་ན། གཞུང་ལུགས་ཀྱི་ཅིག་སྒྲོམ་གཞི་ཚང་མ་འགྲོ་བ་མི་ཆགས་པ་ནས་དོན་དར་ཡོད་རེད་རྒྱལ་ཁབ་སོ་སོ་སོ་སོ་ལུང་པ་སོ་སོ་སོ་སོ་ནང་ལ་མི་ཡི་ཨེ་ནི་ག་དུས་ཆགས་པའི་ནས་འགྲོ་བ་ག་དུས་ཆགས་པ་ནས་དེ་དུས་ག་ད་འཕྲོད་བསྟེན་གྱི་སྒོ་དེ་བརྩམས་ཚར་རེད་ཡིན་ནས་གཞུང་ལུགས་ཀྱི་ནང་ལོགས་ལ་ཨེ་ནི། བོད་ཀྱི་སྨན་འདི་དུས་རབས་བདུན་པ་དང་བརྒྱད་པའི་ནང་ལོགས་ལ་དར་བཞག། ད་བོད་སྨན་གྱི་དུས་ཡུན་འདི་དཔེར་ན་ད་ལྟ་ང་ཚོ་བཙན་བྱོལ་ནང་ལོགས་ཆ་བཞག་པའི་རྡ་ས་སྨན་རྩིས་ཁང་ལྟ་བུ་ཆ་བཞག་ཡིན་ན་ད་ལོ་ཕལ་ཆེར་བདུན་འགྲོ་གི་རེད། དང་པོ་སློབ་སྦྱོང་ལོ། དྲུག་དང་ཕྱེད་ཀའམ་བདུན་འདི་འདྲའི་ཞིག་རེད་དཔེ་མང་པོ་རེད། བོད་སྨན་འདི་འཛམ་བུ་གླིང་ནང་ལོག་ནས་སློབ་སྦྱོང་གི་དུས་ཡུན་འདི་རིང་ཤུལ་ཆགས་ཀྱི་འདུག་སྔན་མ་ཡིན་ན་ང་ཚོ་ལོ་དྲུག་རེ་ཕྱིས་སུ་ཡང་བསྐྱར་ཟླ་བ་ལྔ་རེ་ལོ་གཅིག་རེ་ཞིག་སྤར་ཡོད་རེད། དེ་འདྲ་སོང་ཙང་ད་བོད་ལ་ག་ཚོད་ཡིན་ནའང་ད་ངན་ཧ་གོ་མེད། ང་རང་ཚོ་བོད་པའི་སྨན་མ་རྒན་པ་ཚོ་གི་བཤད་སྲོལ་ལས་ཟློ་བ

ཆོས་ལུགས་བརྒྱུད་ནས་དར་བཞུགས་དར་འདུག་ཟེར། འདིར་བ་ད་རྒྱ་གར་གྱི་ཧིན་དུ་དང་ཧིན་དུའི་ཆོས་དང་འབྲེལ་བ་ཤུགས་ཆེན་པོ་ཞུ་ཆོག་སྟེ། འདི་བྲམ་ཟེའི་ཆོས་ལུགས་བརྒྱུད་ནས་ཨེ་ནི་དུས་རབས་བརྒྱད་པ་དང་དགུ་པའི་ནང་ལ་དར་བ་ཅིག་རེད་ཤག། རེད་མ། དེ་གཅིག་རེད། དེ་འདྲ་སོང་ཙང། འདི། ལོ་ལྔ་དང་ཟླ་བ་དྲུག་ནང་ལོགས་ལ། ཁོང་ཚོའི་སྨན་པ་ཆགས་ཀྱི་ཡོད་རེད། ཨ་ཡུ་ཝེ་དིག་གི་སྨན་པ་ཆགས་ཀྱི་ཡོད་རེད། རེད་མ། དེའི་ཤོག་བུ་དེ་ལ་ཧེ་མོ་པེ་དིག་ད་འདི། རྒྱལ་ཁབ་ཁ་ཤས་ཁ་ཤས་ལ་འདི་ཤུགས་ཆེན་པོ། རྒྱལ་ཁབ་མང་པོ་ཅིག་ལ་འདི་ཡོད་མ་རེད། ཧོན་མོ་པེ་ཏིག་ཞེས་པ་འདི་དུས་རབས་བཅུ་བདུན་དང་བཅོ་བརྒྱད་ནང་ཡོ་རོབ་རྒྱལ་ཁབ་འཇར་མ་ནི་ནས་དར། རེད་པ། ཡོ་རོབ་ཀྱི་རྒྱལ་ཁབ་འཇར་མ་ནི་ཟེར་མཁན་དེ་ནས་དར་བ་འདི། འདི་ལ། ལོ་ལྔ་དང་ཟླ་བ་ལྔ་སློབ་སྦྱོང་བྱས་འོག་འདུག།

རེད་པ། ཡོ་རོབ་ནས་དར་ནས་ཨིན་འདི་ལ་སློབ་སྦྱོང་བྱེད་ཡག་གི་དུས་ཡུན་དེ་ལོ་གཉིས་རང་རེད། དུང་ཉུང་ཤོས་གཅིག་དེ་རེད། ལོ་གཉིས། རྒྱ་མིའི་སྨན་ལ་ལོ་གསུམ། ནི་ནེ་རོ་པེ་ཏིག་ལ་ཡི་དེ་ལ་ལོ་གཉིས་སློབ་སྦྱོང་བྱས་པས་ནི་སྨན་པ་ཆགས་ཀྱི་ཡོད་རེད། འོ་དེ་རེད་ལོ་གཉིས་རེད་པ།

འདི། ཚུར་སྒྲ་བསྒྱུར་བྱས་པ་དང་དོན་བསྒྱུར་བྱས་པས་ན་སྨན་པ་ཟེར་ཡག་དེ་རེད། དེ་འདྲ་སོང་ཙང་སྨན་པ་ཟེར་ཡག་དེ་གཞུང་ལུགས་འདི་དག་གཞུང་ལུགས་ད་ལྟ་ཆེན་པོ་འདི་དག་བརྒྱད། འཕྲོད་བསྟེན་དང་འབྲེལ་བའི་གཞུང་ལུགས་ཆེན་པོ་བརྒྱད་འདི། སློབ་སྦྱོང་སོ་སོས་དུས་ཡུན་འདི་འགྱེད་ཆ་ཚང་རྫོགས་པ་ཡིན་ན་འདི་འགྱེད་ལ་སྨན་པ་ཟེར་ཡག་གི་མིང་དེ་དང Doctor ཟེར་ཡག་མིང་དེ་ཚང་མ་ལ་གཅིག་མཚུངས་ཐུབ་ཀྱི་ཡོད་རེད། ཡིན་ནས། ཆབ་སྲིད་དང། ཨེ་ནས་ཅིག། དབང་ཆ་ཆེ་ཆུང་དང་དཔལ་འབྱོར་ཆེ་ཆུང་ཨེ་ནི་དེབ་སྐྱེལ་བྱེད་ཐུབ་མིན་གྱི་དབང་གིས་རྒྱལ་ཁབ་རེ་དང་རེ་ཟུང་ལ་དཔེར་ན་བོད་མའི་འདི་འཛམ་བུ་གླིང་གི་རྒྱལ་ཁབ་མང་པོ་ཅིག་ལ་ད་ལྟ་དེབ་སྐྱེལ་བྱེད་ཐུབ་ཡོད་མ་གང་ཟེར་ན་ང་ཚོ་ལ་དཀའ་ངལ་ཞིག་འཕྲད་བསྡད་ཀྱི་ཡོད་རེད། འདི་འདྲ་སོང་ཙང་འདིའི་དབང་གིས་ཨེ་ནི་ཕྱི་རྒྱལ་གྱི་ཨ་རི་ལྟ་བུ་ལ་ང་ཚོ་བོད་པའི་སྨན་པ་ལ་དཔེ་དེབ། གཞུང་ལུགས་ཀྱི་ཁྲིམས་ལུགས་ཀྱི་ཆོག་མཆན་ཡོད་པའི་ཐོག་ནས་ང་ཚོ་ལག་ལེན་སྐོར་བྱེད་ཆོག་གི་ཡོད་མ་རེད། ཨ་ལེ Doctor ཟེར་མིང་དེ་ཁ་ཚེ་བཞག་ཞོག། ལག་ལེན་སྐོར་བྱེད་ཆོག་བྱེད་ཆོག་གི་མེད་པ་ཡིན་ན་ཨ་ལེ Doctor སྐོར་གླེགས་མར་བ་དེ་འདྲ་སོང་དང་དཔེར་ན་རྒྱ་གར་ལྟ་བུ་ཅིག་འཛམ་བུ་གླིང་ནང་ནས་དམངས་གཙོའི་རྒྱལ་ཁབ་ཆེ་ཤོས་རྒྱ་གར་ཆགས་བསྡད་ཡོད་རེད། རྒྱ་གར་ལྟ་བུ་ལ་ཨེ་ནི་ང་ཚོ་བོད་པའི་སྨན་པ་ལ Doctor ཟེར་ཡ་དེ་བེད་སྤྱོད་བྱེད་ཆོག་གི་ཡོད་རེད། ང་ལྟ་བུ་ལ་ཡིན་པ་ཡིན་ན Doctor བེད་སྤྱོད་བྱེད་ཆོག་གི་ཡོད་རེད། དེ་འདྲ་སོང་དང་ཁོ་རྒྱལ་ཁབ་སོ་སོ་གི་ཁྲིམས་དང་འགྲོ་སྟངས་ཀྱི་དབང་གིས་ཨེ་ནི་བེད་སྤྱོད་བྱེད་ཆོག་མ་ཆོག་དེ་ནས་རེད་ལག་ལེན་བྱེད་ཆོག་མ་ཆོག་དབང་གིས་ཁྱད་པར་ཞིག་འགྲོ་གི་ཡོད་རེད་མ་གཏོགས་གཞུང་ལུགས་དེ་གི་སྤུས་ཚད་དང། སྨན་པ་གི་སྤུས་ཚད་ཀྱི་དབང་གིས་དེ་འདྲའི་གང་མ་རེད། དེ་འདྲ་སོང་ཙང་དེ་རིང་གི་ངས་གཙོ་བོ་འདི་བཤད་དགོས་ཡག་འདི་ད་ལྟ་རྒན་དབྱངས་དགའ་ལགས་ཀྱི་ཨེ་ནི་ཨ་ལོ་པེ་ཏིག་གི་སྨན་སྨན་གྱི་གཞུང་ལུགས་ཀྱི་ཞེ་བོ་ཅི་ཡང་བསྐྱར་གནང་ནས་ཞེ་བོ་གཅིག་ཕལ་ཆེར་ལོ་བཅོ་བརྒྱད་ལྟ་ཅི་སློབ་སྦྱོང་བྱེད་དགོས་ཡག་གི་དེ་འདྲའི་གི་རྒན་ལགས་ཀྱི་ཕལ་ཆེར་ཞལ་ཕྲུག་ཡིན་ན་ནོར་ཡིན་ན་དེ་འདྲས་ཞིག་གསུངས་སོང་འོ་འདི་ངས་སྤྱི་ཚོགས་མང་པོ་ཞོ་གཅིག་གིས་བཟི་བར་འདི་དམིགས་བསལ་གྱི་བོད་ནང་ལ་བཞུགས་ངན་ཚོ་ལ་ཨེ་ནི་མཁྱེན་རྟོགས་ཀྱི་ཆེད་དུ་འོ་འདི་དེ་རིང་གི་བརྙན་ཐུང་འདི་རྐང་བཙུགས་ནས་བཟོ་བ་ཡ་འདི་འདྲས་ཞིག་ཡིན་དེ་འདྲ་སོང་ཙང་རྣམ་པ་ཚོ་འདི་གང་མང་མང་ཞིག་ཁྱབ་པ་གནང་རོགས་གནང་ད་ག་ནང་བཞིན་རྒྱའི་དབྱངས་དཀར་ལགས་དང་བོད་ནང་ལ་བཞུགས་ངན་སྨན་པ་ཚང་མའི་བརྙན་ལ་འཁྱོལ་བ་ཞིག་གནང་རོགས་གནང་ཞུ་ཡ་ཡིན་ཨེ་ནི་བོད་ནང་ལ་བཞུགས་ངན་སྨན་པ་ཚང་མས་ཨེ་ནི་གུས་པ་ནང་བཞིན་གྱི་སོ་སོ་སོའི་ཉམས་མྱོང་དེ་ང་ཚོ་ཆབ་སྲིད་བྷ་ཚ་དེ་བཞག་དེ་ནི་འཕྲོད་བསྟེན། བེད་སྤྱོད། གཏང་ཐུབ་ཡག་གི་བརྙན་ཐུང་དེ་འདྲའི་གང་མང་མང་བཟོ་ཐུབ་ཡོད་ན་ཕན་ཐོག་ཆེན་པོ་འདུག་དེ་འདྲ་སོང་ཙང་དེ་ནི་བོད་ནང་ལོགས་ཡིན་ནའི་རེད་རྒྱ་ནག་ནང་ལོགས་ཡིན་ནའི་རེད་ང་རང་ཚོ་བོད་པའི་སྨན་པ་ལ་སྒྲོག་འགྲེལ་ཟེར་ཡག་དེ་བེད་སྤྱོད་བྱེད་ཆོག་གི་ཡོད་རེད་པ་ག་རེ་ཟེར་ན་བོད་ནང་ལོགས་ལ་རྒྱ་ནག། ཁྱིམ་ཚང་ཆེན་པོས་ཆོག་མཆན་དེ་གནང་ཡོད་པ་རེད་གནང་ཡོད་དུས་རྩ་ནས་ང་ཚོ་བེད་སྤྱོད་བྱེད་ཆོག་གི་ཡོད་རེད་ཆོག་མཆན་དེ་གནང་མེད་པའི་བེད་སྤྱོད་བྱེད་ཆོག་གི་མ་རེད་པ་ཨ་རི་ལྟ་བུ་ཡིན་ན་ཆོག་མཆན་དེ་གནང་གི་ཡོད་མ་རེད་འདི་སོང་ཙང་བེད་སྤྱོད་བྱེད་ཆོག་གི་ཡོད་མ་རེད་འདི་རེད་མ་གཏོགས་ང་ཚོ་གི་འདི་གི་གཞུང་ལུགས་དང་སྨན་པའི་སྤུས་ཚད་ཀྱི་ཁྱད་པར་གང་མ་རེད་འདི། ཡུལ་དེ་གི་ཡུལ་ཁྲིམས་དང་འབྲེལ་བ་ཡོད་མེད་ཀྱི་གནད་དོན་ཅིག་རེད་ཞུ་ཡ་ཡིན་དེ་འདྲ་སོང་ཙང